རང་ལུས་མེ་རུ་སྤར་བར་གདུང་སེམས་མཉམ་སྐྱེ། ཟླ་འདིའི་ཚེས་ཉེར་གསར་བརྗེའི་ཉིན། ང་ཚོའི་རྒྱལ་གཅེས་པ་དག་གིས་སྐུ་ལུས་མེ་རུ་སྤར་ནས། རང་དབང་འཐབ་རྩོད་བྱེད་པར་གདུང་སེམས་མཉམ་སྐྱེ་བྱེད་སྐབས། བསྔོ་སྨོན་གསོག་སྒྲུབ་བྱེད་རྒྱུ་གལ་ཆེན་པོ་རེད་དེ། དེ་ལས་ཀྱང་གལ་ཆེ་བ་ནི། རྒྱལ་གཅེས་དཔའ་བོ་དཔའ་མོ་དེ་དག་གིས། ཤེས་བྱའམ་ལག་ལེན་བྱེད་རྒྱུ་དེ་རེད་ཅེས་ཚེ་རིང་ལྷ་རྒྱལ་གྱིས་བརྗོད་སོང། ཟླ་འདིའི་ཚེས་ཉི་ཤུ་རྩ་གཅིག་ཉིན་གྱི་ཕྱི་དྲོ་ཆུ་ཚོད་ལྔ་དང་ཕྱེད་ཀའི་ཐོག་རྒྱ་གར་ལྷོ་ཕྱོགས་སྦེལ་ཀབ་ས་གནས་གཞུང་ལྷན་དང་བུད་མེད་ལྷན་ཚོགས་གཉིས་ཀྱི་གོ་སྒྲིག་འོག་ཕྱི་ཚེས་ཉི་ཤུ་ཉིན་ཁམས་ཡུལ་ཤུལ་རྫ་སྟོད་གྲོང་རྡལ་དུ། བོད་མི་བསྟན་འཛིན་མཁས་གྲུབ་དང། ངག་དབང་ནོར་འཕེལ་གཉིས་ཀྱིས། བོད་བསྟན་སྲིད། རང་དབང་རང་བཙན་གྱི་ཆེད་དུ། རང་ལུས་མེ་སར་བཏང་བའི་རྫ་དྲག་མི་ཚུར་བྱུང་བར། གདུང་སེམས་མཉམ་སྐྱེད་ཆེད། རྨི་ལམ་མཚན་ཚོགས་ཤིག་འཚོགས་ཡོད་པ་དང། ཚོགས་ཐོག་ཏུ་ཤོག་ཞུ་སྤྱི་འཐུས་བློ་བཟང་ཡེ་ཤེས་དང། མིག་དམར་བསྟན་འཛིན་གྱིས་གཙོས་པའི་གཞིས་ཆགས་མི་མང་དང། ཐང་ཆུང་གནམ་གྲུ་གླིང་གི་དགེ་འདུན་པ་བཅས་མཉམ་ཞུགས་བྱས་ཡོད་པ་རེད། ས་གནས་གཞོན་ནུ་ལྷན་ཚོགས་ཀྱི་ཚོགས་གཙོ་ལྕགས་གཉེར་ཚེ་རིང་ལགས་སྐྱབས་ཀྱིས་ཚོགས་འདུ་ངོ་སྤྲོད་བྱེད་སྐབས། ང་ཚོ་རྒྱལ་གཅེས་པ་དག་གིས་སྐུ་ལུས་མེ་རུ་སྤར་ནས་བོད་རང་དབང་འཐབ་རྩོད་བྱེད་པར་གདུང་སེམས་མཉམ་སྐྱེད་བྱེད་སྐབས། བསྔོ་སྨོན་གསོག་སྒྲུབ་བྱེད་རྒྱུ་གལ་ཆེན་པོ་རེད་དེ་དེ་ལས་ཀྱང་གལ་ཆེ་བ་ནི་རྒྱལ་གཅེས་དཔའ་བོ་དཔའ་མོ་དེ་དག་གིས་ཤེས་བྱའམ་ལག་ལེན་བྱེད་རྒྱུ་དེ་རེད་ཅེས་བསྟན་འཛིན་མཁས་གྲུབ་དང། སྔགས་ནོར་བར་གཉིས་ཀྱིས། ཤུལ་དུ་བཞག་པའི། ཤེལ་ཆེམ་བཀོད། འགྲེལ་བཤད་བྱེད་གསུངས། ལས་འགུར་གོ་སྒྲིག་པས། བོད་ནང་ནས། བོད་རང་དབང་འཐབ་རྩོད་ཀྱི་ཆེད་དུ། རང་ལུས་མེར་སྲེག་གཏོང་མཁན་དག་གི་གནས་ཚུལ་དང་དེ་དག་གི་ནང་མི་གཅིག་གིས་དཀའ་སྡུག་གི་གནས་ཚུལ་དག་འགྲེལ་བཤད་བྱེད་སྐབས། མི་མང་ནང་སེམས་སྐྱོ་ནས་མིག་ཆུ་གཏོང་མཁན་དང་ལག་གཉིས་ཐལ་མོ་སྦྱར་ནས་ཁོ་ཚོའི་བསམ་དོན་འགྲུབ་པའི་སྨོན་ལམ་རྒྱག་མཁན་དང། རང་ལུས་མེ་རུ་སྦར་བའི་བློས་གཏོང་དང་གཉིས་འདབ་རྦད་དེ་ཧ་ལས་ནས་ཧད་དེ་ལུས་མཁན་ཡང་འདུག། མང་ཆེ་བས་རྒྱ་ནག་གཞུང་ལ་ཤེས་འཕྲོ་བའི་དམོད་མོ་བྱེད་ཀྱི་འདུག་མཐར། ས་སྐྱ་མི་མང་ཚང་མས་བྱང་ཆུབ་སེམས་མཆོག་མ། གྱེར་འདོན་གནང་བཞིན་རང་རང་གི་གནས་སུ་ལོག་ཡོད་པ་རེད། མེ་སོར་སེ་འགུལ་སྤེལ་ཐབས་མེད་སྐད་ཆོས། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གཉིས། ཡོང་ཁུངས། བོད་ཀྱི་བང་ཆེན་དྲ་བ། ལྷོ་ཕྱོགས་མོན་གྷོ་རུ་མ་མའི་ཁྲོམ་ཁུལ་ལས་འགུལ། ཟླ་འདིའི་ཕྱི་ཚེས་ཉི་ཤུ་རྩ་གཅིག་ཉིན་གྱི་དགོང་མོ་ཆུ་ཚོད་དྲུག་དང་ཞེ་བརྒྱད་ཐོག་རྒྱ་གར་ལྷོ་ཕྱོགས་མོན་གྷོ་ས་གནས་ཀྱི་སེར་སྐྱ་མི་མང་གིས་རྟ་མགྲིན་ཐད་དང་ངང་བ་ནོར་བར་ཏིང་འཛིན་མཁས་གྲུབ་བཅས་ལ་གདུང་སེམས་མཉམ་སྐྱེའི་མཚོན་ཆེད། མཆོད་འབུལ་སྨོན་ལམ་དང་མར་མེ་སྤྲུལ་འཁོར་བཅས་ཀྱི་ལས་འགུལ་ཞིག་སྤེལ་གསུངས། དེ་ཡང་མོན་གྷོ་ས་གནས། གཞོན་ནུ་ལྷན་ཚོགས་དང་བུད་མེད་ལྷན་ཚོགས་གཉིས་ཀྱི་ཐུན་མོང་གི་གོ་སྒྲིག་འོག་ཚོགས་མི་ཡོངས་མཉམ་འཛོམས་ཐོག་རྒྱལ་གཅེས་དཔའ་བོ་གསུམ་ལ་གདུང་སེམས་མཉམ་སྐྱེའི་མཚོན་ཆེད་དུ་མར་མེ་སྤྲུལ་འཁོར་གྱི་ལས་འགུལ་ཞིག་དུས་འཁོར་ཕོབ་གྲངས་བདུན་ཐང་དུ་སྤར་ཡོད་པ་དང། ཐོག་མར། བོད་རྒྱལ་ཁབ་ཆེན་པོའི་རྒྱལ་གླུ་དང། མྱ་ངན་ངག་བཅད་དེ་བཞིན། བདེན་བརྩོན་སྨོན་ལམ་གསུང་འདོན་སོགས་ཀྱི་ལས་རིམ་གྲུབ་པ་དང། ས་གཞོན་རྒྱུན་ལས་བྱང་ཆུབ་ལགས་ཀྱིས་དེ་ལྟར་གདུང་སེམས་མཉམ་སྐྱེད་ཀྱི་ལས་འགུར་སྤེལ་དགོས་སྐོར་རང་ལུས་ཤུན་འབུལ་གནང་མཁན། རྒྱལ་བྱེད་དཔའ་བོ་རྟ་མགྲིན་ཐར་དང། ངག་དབང་ནོར་བུ། བསྟན་འཛིན་མཁས་གྲུབ་གསུམ་གྱི། ལོ་རྒྱུས་དང་ཞལ་ཆེམས་བཅས། ངོ་སྤྲོད་གནང་རྗེས། ལས་མགུར། མཇུག་བསྡོམས་གནང་ཡོད་པ་རེད། དེ་དང་ཆབས་ཅིག་མོན་གྷོ་ས་གནས། གངས་ལྗོངས་བདེ་དོན། རྩོད་ལེན་མཐུན་ཚོགས་དང། དབུ་མའི་ལམ། ལས་མགུར། ཁང་གཉིས་ཀྱིས་ཐུན་མོང་གི་གོ་སྒྲིག་འོག། ཉེ་ལམ། མདོ་སྨད། སྤྱན་རྩ་རྫོང་དུ་རང་ལུས་མེར་སྲེག་གིས་རྒྱ་གཞུང་ལ་ངོ་རྒོལ་བྱས་ཏེ། འདས་གྲོངས་སུ་ཕྱིན་པའི་རྒྱལ་གཅེས་དཔའ་བོ་རྟ་མགྲིན་ཐེ་ལགས་དང། དེ་བཞིན། ཁམས། རྫ་སྟོད་དུ་རང་ལུས་མེར་སྲེག་བཏང་བའི། རྒྱལ་གཅེས་དཔའ་བོ་ངག་དབང་ནོར་བུ་དང། བསྟན་འཛིན་མཁས་གྲུབ་གཉིས་ཀྱིས་གཙོས། བོད་བསྟན་སྲིད་ཆེད་དུ་རང་ལུས། གཤིན་པོའི་རྣ་མཁན་དཔའ་བོ་དཔའ་མོ་ཚོར། མྱ་ངན་གུས་འདུད་དང། ཁོང་རྣམ་པའི། གཤིས་ལུས་ནང་མི་ཡོངས་ལ་གདུང་སེམས་མཉམ་སྐྱེ། བཅས་ཀྱི་ཆེད་དུ། མཆོད་འབུལ་སྨོན་ལམ་གཞི་རྒྱ་ཆེ་བ་ཞིག་ཚོགས་ཡོད་པ་དང། ལས་འགུལ་འདིའི་ནང། མོང་གོལ་ས་གནས་ཀྱི་གཞུང་དང་གཞུང་འབྲེལ་མིན་པའི་ཚོགས་པ་ཁག་གིས་ལས་ཀྱི་སྣེ་མོ་བ་ཡོངས་དང་ས་གནས་ཀྱི་སེར་སྐྱ་མང་ཚོགས་བཅས་ཁྱོན་མི་གྲངས་གཅིག་སྟོང་ལྷག་འདུ་འཛོམས་གནང་ཡོད་པ་རེད། དེ་ཡང་ཐོག་མར་བོད་རྒྱལ་ཁབ་ཀྱི་རྒྱལ་གླུ་དང་བདེན་ཚིག་སྨོན་ལམ་གསུང་འདོན་དང། རྒྱལ་གཅེས་དཔའ་བོ་ཚོས་ཆེད་དུ་མྱ་ངན་ངག་བཅད་ཀྱིས་ལས་རིམ་གྲུབ་པ་དང། མོང་གོལ་ས་གནས་དབུ་མའི་ལམ་ལས་འགུལ་ཁང་གི་ཚོགས་གཙོའི་སྤྲུལ་སྐུ། འཇམ་དབྱངས་ཡོན་ཏན་ལགས་ཀྱིས་འདི་ལྟར་ལས་འགུལ་སྤེལ་དགོས་དོན་དང། ད་ལྟའི་བོད་ནང་འཛམ་གླིང་གི་གནས་སྟངས་དེ་བཞིན། ང་རང་ཚོ་བཙན་བྱོལ་ནང་འཚོ་སྡོད་བྱས་ཡོད་མཁན་བོད་མི་སེར་སྐྱ་ཡོངས་ཀྱིས་ཕྱར་གྲུ་མཉམ་འདེགས་ཀྱི་ཐོག་ནས་ལས་འགུལ་ཚ་ཚ་འུར་འུར་གྱིས་སྤེལ། དགོས་པ་དང་ལྷག་པར་དུ་གངས་སྤར་བའི་ལས་འགུལ་གནང། ད་རིང་ནང་བཞིན། སེར་སྐྱ་མི་མང་དང་བླ་མ་གྲྭ་བ། དགེ་རྒན་ལྷ་མ་བཅས་གཡེལ་བ་མེད་པར། བོད་མི་རྩམ་ཟན་ཡོངས་ཀྱིས་རང་འགན་རང་འཁུར་དང། རང་དོན་རང་གཅེས་ཀྱི་སྒོ་ནས་ལས་འགུལ་གནང། འཆར་གཞི་ངེས་པར་དུ་ལེན་དགོས་པ་རེད། ཅེས་སོ། གསུངས་སོ། དེ་བཞིན་མོང་གོལ་ས་ནི་ཐུན་ཚོད་གཞོན། དགེ་བཤེས་རྣམ་རྒྱལ་རྒྱལ་མཚན་ལགས་ཀྱིས་ལས་འགུལ་དེ་དང་འབྲེལ་བའི་ཐོག་གཏམ་བཤད་གནང་དོན། བོད་ནང་རང་ལུས་མེར་སྲེག་བཏང་དང་གཏོང་བཞིན་ཡོད་པ་དེ་ལ་རྩ་བའི། རྒྱུ་མཚན། གནས་སྟངས་མང་པོ་ཞིག་གི་ཆ་ནས་རེད། གཙོ་བོ། རྒྱ་ནག་གཞུང་གིས་བོད་ནང་འགྲོ་བ་མིའི་ཐབ་ཐང་དང། སྨྲ་བརྗོད་རང་དབང། ཆོས་དད། རང་དབང་སོགས་རྩིས་མེད་རྡོག་རུལ། བཏང་དང་གཏོང་བཞིན་ཡོད་པའི་རྒྱུ་མཚན་གཅིག་དང། ལྷག་པར་དུ་ད་ལྟའི་ཆར། བོད་ས་ཡིག་ཡོངས། རྒྱ་ནག་གིས་མི་སེར་སྤེལ་ཡུལ་དུ་བཟོས་ནས་བོད་ནང་སོ་སོའི་ཆོས་དང་སྐད་ཡིག། ཡུལ་སྲོལ་གོམས་གཤིས་སོགས་རྩ་མེད་བཟོ་རྒྱུའི་ཉེན་ཆ་སྣ་ཚོགས་ཤིག་མགོ་སྐོར་དང་ལྷུ་སྒྲིག། དྲག་གནོན་དང་འཇིགས་སྐུལ་སོགས་ཀྱི་གཡོ་ཐབས་སྣ་ཚོགས་འོག་རྩ་མེད་བཟོ་དང་བཟོ་བཞིན་ཡོད་པར་བརྟེན། རང་ལུས་མེ་སར་གྱིས་ལས་འགུལ་འདི་ལྟར་མི་སྤེལ་ཐབས་མེད་བྱུང་བ་རེད་ཅེས་དང། ཡང། ཁོང་གིས་འབྱུང་འགྱུར་བཙན་བྱོལ་ནང་གི་བོད་དོན་ལས་འགུལ་སྤེལ་ཕྱོགས་སྐོར་ལ་གསུངས་དོན། མི་མང་གིས་དུས་རྒྱུན་གཞི་རྒྱ་ཆེ་བའི་ལས་འགུལ་སྤེལ་དགོས་པ་རེད་ལབ་ཀྱི་ཡོད་རེད། ངའི་ངོས་ནས་ལས་འགུལ་སྤེལ་སྐབས་མི་མང་ཉུང་ལ་ཁྱད་པར་ཡོད་པ་མཐོང་གི་མེད། གང་སྤེལ་བའི་ལས་འགུལ་དེར་འཆར་གཞི་ལྡན་པ། ཐུགས་ཁུར་ཚང་བ་ལྷག་པར་དུ། ལས་འགུལ་སྤེལ་ཕྱོགས་གཅིག་ཙམ་མིན་པར་ཕྱོགས་ཡོངས་ནས་ལས་འགུལ་འདྲ་མིན་མུ་མཐུད་ནས་རྒྱུན་སྐྱོང་གིས་ལས་འགུལ་སྤེལ་ཐབས་ལ་གཞུང་དམངས་གཉིས་ཀྱི་ངོས་ནས་འབད་བརྩོན་བྱེད་དགོས་པ་མཐོང་གི་ཡོད། ཅེས་དང། མུ་མཐུད་ནས་གསུང་དོན། ད་ལྟའི་ཆར ྋགོང་ས ྋསྐྱབས་མགོན་ཆེན་པོ ྋགོང་ས ྋསྐྱབས་མགོན་རིན་པོ་ཆེས་ཡང་དག་པའི་བཀའ་སློབ་ལམ་སྟོན། སྣ་འདོན་བཞིན་བོད་པའི་བདེན་དོན་འཐབ་རྩོད་དེ། བོད་རྒྱ། གཉིས་མེད་དབུ་མའི་ལམ་ལ། འགྲོ་བདེ་ཡོད་པར་མ་ཟད་ཚད་མའི་གཤིས་བ། ཉག་གཅིག་གི་ལམ་ཁར། ཤར་བསྐྱོད་བྱེད་བཞིན་ཡོད་པ་རེད། མ་འོངས་པར། བོད་དོན་འཐབ་རྩོད་བྱེད་ཤོག་དེས། གནས་སྟངས་སམ། ལམ་ཁ། དེ་ལས་གཞན་དུ། འགྱུར་མི་སྲིད་པ། མ་རེད། གལ་སྲིད། བོད་རྒྱ་གཉིས་ཀྱི་རྙོག་གླིང་འདིའི་གནས་སྟངས། སམ། རྣམ་པ་གཞན་དུ་འགྱུར་བ་ཡིན་ན། དེ་ཡི་འགན་ཡོངས་རྫོགས་རྒྱ་ནག་གཞུང་གི་དཔོན་རིགས་ཚོས་འཁུར་དགོས་པ་རེད་ཅེས་སོགས་གསུངས་སོང། དེ་བཞིན་ལས་འགུལ་འདིའི་ཐོག་དབུ་མའི་ལམ་ལས་འགུལ་ཁང་དང། གངས་ལྗོངས་རང་བདེན་རྩོད་ལེན་མཐུན་ཚོགས་ཐུན་མོང་གིས་འབོད་སྐུལ་བསྒྲགས་གཏམ་ཞིག་སྤེལ་ཡོད་པའི་ནང་གོ་དོན་ཁྱེད་རྣམས་ཀྱིས་མཁྱེན་གསལ་ལྟར། འདས་པའི་ལོ་ངོ་བཅུ་ཕྲག་དྲུག་ནི། རང་རེའི་བུ་འདི། ས་ཡ་གཅིག་ལྷག་དེ་མིན་མཆིལ་ལམ་དུ་དེད་ཡོད་པ་དང་ང་ཚོ་སྤུན་ཟླ་འབུམ་ཕྲག་ལྷག་རང་ཡུལ་དང་རང་གི་ཕ་མ་སོགས་ལ་ཁ་བྲལ་ཏེ་གཞན་གྱི་ས་ཆ་གཡར་ནས་སྡོད་དགོས་བྱུང་བས། ཧ་ཅང་སྐྱོ་གར་གྱི་ལོ་རྒྱུས་ཤིག་ཡིན། པཎ་ཆེན་སྐུ་ཕྲེང་བཅུ་པ་མཆོག་གིས་ལས་ལ་བརྩོན་ཞེས་དཔའ་ངར་ལྡན་པའི་མི་རིགས་ཤིག་ཡིན་ཕྱིར། ལྔ། མི་རིགས་ཀྱི་ཆོས་དང་རིག་གཞུང་གི་ཆེད་དུ་རང་སྲོག་ཀྱང་འབུལ་ཐུབ། ཅེས་མ་འོངས་ལུང་བསྟན་ལྟར་གསུངས་ཡོད་པ་བཞིན། འདས་པའི་ལོ་རྒྱུས་ནང་ང་ཚོའི་དཔའ་བོ་དཔའ་མོ་མང་པོ་ཞིག་ང་ཚོའི་མི་རིགས་དང། རིག་གཞུང་གི་ཆེད་དུ་ཆེད་གཅེས་པའི་རང་ཚོགས་ཀྱང་ཕན་མེད་དུ་ང་ཚོ་ལ་ལག་སྐྱེས་སུ་ཕུལ་ནས་བཞུད་སོང་ལ། ཉེ་བའི་ལོ་འདི་དག་གི་ནང་དུ་ཡང་ང་ཚོའི་དཔའ་བོ་དཔའ་མོ་མང་པོ་ཞིག་དགྲ་བོའི་ཚོང་ཁ་ནས་འདྲེན་ཏེ་སྤྱི་ནོར ྋགོང་ས ྋརྒྱལ་བ་རིན་པོ་ཆེས་གཙོས་ཕྱི་སྡོད་སྤུན་ཟླ་ཕྱིར་རང་ཡུལ་དུ་གདན་འདྲེན་ཞུ་ཆེད། གཅིག་རྗེས་གཉིས་མཐུད་བྱས་ཏེ་ཕྱིར། ཕྱིར་འོང་མེད་པར། གཅིག་རྗེས་གཉིས་མཐུད་བྱས་ཏེ་ཕྱིར་འོང་མེད་པར། ང་ཚོ་དང་གཏན་དུ་ཁ་བྲལ་སོང། ལྷག་པར་དུ། ང་ཚོ་མིག་གིས་ལྟ་མི་ཕོད་པ་དང་རྣ་བས་ཉན་མི་ཕོད་པ་ནི། གངས་ཅན་པའི། གཅེས་ཕྲུག་བཞི་བཅུ་རྩ་གྲངས་ཤིག་གིས་རང་ལུས་མེ་བསགས་ཏེ། བོད་གངས་ཅན་གྱི་བདེ་དོན་འཐབ་རྩོད་བྱས་པ་དེ་ཡིན། དེའི་ཕྱིར། ད་ནི། འཚོ་བ་དང་འགན་ཁུར། རྒྱུ་འབྲས་བློ་མིག་ལྡན་པའི་བོད་པ་ཞིག་ཡིན་ཆེད། གཏན་ནས་བསྡད་རྒྱུ་གཏན་ནས་བསྡད་རྒྱུ་དེ་ཚོད་ཞིག་མ་ཡིན་པར། རང་རང་ས་ནས་རང་དོན་རང་གཅེས་ཀྱིས་ལས་འགུལ་སྤེལ་དགོས་པའི་དུས་ལ་བབ་ཡོད། ཤོས་གཉིས། གོང་གི་བོད་ནང་གི་ལས་འགུལ། ཡོད་ཚད་རྒྱ་ནག་གིས ྋགོང་ས་མཆོག་དང་བཙན་བྱོལ་གཞུང་གཉིས་ཀྱིས་སྐུལ་སློང་བྱས་པ་རེད་ཅེས་ཁྱབ་བསྒྲགས་བྱེད་ཀྱི་ཡོད་ལ། ང་ཚོ་བཙན་བྱོལ་བོད་གཞུང་གི་བོད་མི་ཚོས་དེ་ལྟར་ལས་འགུལ་སྤེལ་དོན་རྒྱ་ནག་གཞུང་གི་བཙན་གནོད་ལས་བྱུང་བར་འགྲེལ་བརྗོད་བྱེད་ཀྱི་ཡོད། འདི་ལྟ་བུའི་ལས་དོན་ཞིག་འཛམ་གླིང་མི་དམངས་དོན་ལ་ལྷག་ཡོད་པས་འདི་གསལ་པོ་བཟོ་བའི་ཆེད་དུ་འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་ཀྱི་རྟོག་ཞིབ་ཚོགས་ཆུང་གིས་འཕྲལ་དུ་བོད་ནང་རྟོག་ཞིབ་ཚོགས་ཆུང་ཞིག་འཕྲལ་དུ་བོད་ནང་གཏོང་དགོས་པའི་འབོད་སྐུལ་དང། བོད་བསྟན་སྲིད་དང་མི་རིགས་ཀྱི་ཆེད་དུ་རང་ལུས་མེར་སྒྲོལ་མཁན། རྒྱལ་གཅེས་དཔའ་བོ། དཔའ་མོ། ཚུལ། གཙོས། འདས་མ་ད་གསུམ་ལ། བོད་དང་བོད་མིའི་རྩ་དོན་ཆེད་དུ། སྐུ་ལས་བསྐྱོན་མཁན་ཡོངས་ལ་གདུང་སེམས་མཉམ་སྐྱེའི་ཆེད་འདི་ལྟར་ལས་འགུལ་སྤེལ་གྱི་ཡོད་པ་ལགས་ན། མི་དམངས་ཡོངས་མཉམ་ཞུགས་གནང་རོགས་ཞེས་འབོད་འདུག་མོང་གོལ་སེང་གོལ་པ་ཐུབ་བསྟན་བཀྲ་ཤིས་ཀྱིས་མཐའ་མའི་སྐྱེད་མཆོད་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་དྲུག་པའི་ཚེས་ཉི་ཤུ་རྩ་གཉིས་ཡོངས་ཁོངས་བོད་ཀྱི་བང་ཆེན་དྲ་བ། རང་ལུས་མེ་བསྲེགས་དང་འབྲེལ་བའི་ལོ་རྒྱུས་གཙོས་དེབ་འཕྲིན་གསུམ་པ་ཤོག་གྲངས་ལྔ་བརྒྱ་ཉི་ཤུ་རྩ་དྲུག་ནས་བོད་ནང་གི་བོད་མི་རྣམས་ལ་འདུ་འཛོམས་ཀྱི་རང་དབང་མེད་པའི་གནས་ཚུལ་གླེང་སློང་གནང་བ། ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་དྲུག་པའི་ཚེས་ཉེར་གཅིག་ཉིན་རེས་གཟའ་པ་སངས་རྒྱལ་སྤྱི་འགྲོ་བ་མིའི་ཐབ་ཐང་ལྷན་ཚོགས་ཐེངས་ཉི་ཤུ་པའི་འདུ་འཛོམས་རང་དབང་དགོས་པའི་གླེང་སྟེགས་ཐོག་བོད་ནང་འདུ་འཛོམས་ཀྱི་རང་དབང་རྩ་བ་ནས་མེད་པའི་སྐོར། ལྷན་ཚོགས་ནང་སྒྲོག་སྦྱང་གནང་ཡོད། དེ་ཡང། སངས་རྒྱས་དགེ་སློང་ཁག་ནང་གནས་ཚུལ་ཐོན་གསལ་ལྟར་ན། སུད་སི་ཚོགས་ཆེན་པས་རྒྱལ་སྤྱིའི་འགྲོ་བ་མིའི་ཐབ་ཐང་ལྷན་ཚོགས་ཐོག་སུད་སི་དོན་ཁང་གི་ལས་བྱེད་བསྟན་འཛིན་བསམ་འཕེལ་ལགས་ཀྱིས་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་དྲུག་པའི་ཚེས་ཉེར་གསར་བཅད་ཉིན་སྒྲོག་སྦྱང་གནང་བའི་ནང་འཁོད་དོན། རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལས་ཁང་ནས་གཏན་འབེབས་གནང་བའི་ཡོངས་ཁྱབ་གསལ་བསྒྲགས་ནང། འགྲོ་བ་མིའི་འགྲོ་བ་མིར་སྐྱེས་པའི་ཉིན་མོ་དེ་ནས་བཟུང་ཚང་མ་འདྲ་མཉམ་ཡིན་པ་མ་ཟད། སྨྲ་བརྗོད་དང། འདུ་འཛོམས་རང་དབང། ཆོས་བསྟོད་རང་དབང་བཅས་ལོངས་སུ་སྤྱོད་ཆོག་པའི་གཏན་འབེབས་གནང་ཡོད། འོན་ཀྱང། རྒྱ་ནག་གཞུང་ཕྱོགས་ནས། འདུ་འཛོམས་རང་དབང་སོགས་ལ་རྡུང་རྡེག་གཏོང་བཞིན་ཡོད། དཔེར་ན། རྒྱ་ནག་གཞུང་ནས་བོད་མི་ཐོག་འཛིན་བཞིན་པའི་ནོར་འཁྲུལ་ཅན་གྱི་སྲིད་བྱུས་ལ་བོད་མི་རྣམས་འདོད་བློ་མ་ཁེངས་པར། ཕྱི་ལོ་ཉིས་སྟོང་བརྒྱད་ལོ་ནས་ད་བར། འདུ་འཛོམས་དང། སྐད་འབོད། གནང་བའི་གནས་ཚུལ་མང་དག་ཅིག་ཐོན་ཡོད། འདུ་འཛོམས་ཀྱིས། སྐད་འབོད་བྱེད་པའི་བོད་མི་ཁྲོད་ནས། ལྔ་བརྒྱ། བཞི་བཅུ་ལྷག། འཛིན་བཟུང་བྱས་པའི་ཐོག་ནས། མི་གཉིས་དངོས་སུ་སྲོག་ཐོག་བཏང་བ་མ་ཟད། མི་ལྔ་ལ་ལོ་གཉིས་ཕར་འགྱངས་ཀྱིས་སྲོག་ཁྲིམས་དང། མི་བཅུ་གཉིས་ལ་ཚེ་བཙོན་གྱི་ཁྲིམས་ཆད་བཏང་ཡོད། དེ་འཕྲོས་རྣམས་ལ་ཟླ་བ་དྲུག་སོགས་ཁྲིམས་ཆད་འདྲ་མིན་ཞིག་བཏང་ཡོད། བོད་མི་དེ་དག་ལ་ཁྲིམས་ཆད་ལྗིད་པོ་དེ་འདྲ་གཏོང་དགོས་པའི་ངེས་པ་རྩ་བ་ནས་མེད། ད་དུང་རྒྱ་ནག་གཞུང་གིས་བོད་མི་ཐོག་སྡིག་པ་མི་བཙན་གྱིས་ནོར་འཁྲུལ་ཅན་གྱི་སྲིད་བྱུས་ལག་བསྟར་བྱས་པར་བརྟེན། བོད་མི་རྣམས་འུ་ཐུག་ཐབས་ཟད་ཀྱི་གནས་སུ་གྱར་ཏེ་རང་ལུས་མེ་སར་བཏང་ནས། བོད་མི་དམངས་ལ་རང་དབང་དགོས། ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་བོད་དུ་གདན་འདྲེན་ཞུ་དགོས་ཞེས་སྐད་འབོད་གནང་མཁན་བོད་མི་གྲངས་བཞི་བཅུ་ལྷག་བྱུང་ཡོད། ཁོང་རྣམ་པའི་མངོན་འདོད་ལ་རྒྱ་ནག་གཞུང་ནས་བསམ་བཞིན་བསམ་གཞིག་བྱ་རྒྱུ་ལས་ལྡོག་སྟེ་ད་དུང་བོད་ནང་དམ་བསྒྲགས་བྱེད་ཤུགས་ཆེ་རུ་བཏང་ནས། དགོན་སྡེ་ཁག་ནང་རྒྱལ་གཅེས་ཆོས་གཅེས་ཟེར་བའི་སློབ་གསོའི་ལས་འགུལ་ཤུགས་ཆེ་སྤེལ་བ་མ་ཟད། སྤྱི་ཚོགས་སྟེང་དང། སྤྱི་ཚོགས་རིང་ལུགས་ཀྱི་སློབ་གསོ་སོགས་སྤེལ་དང་སྤེལ་མུས་ཡིན་པར་བརྟེན། བོད་ནང་གི་བོད་མིར་སྡུག་བསྔལ་དང་དངངས་སྐྲག་ཤུགས་ཆེ་བོ་གནས་བཞིན་ཡོད། དེར་བརྟེན། ངས་ད་རིང་གི་གོ་སྐབས་འདི་བརྒྱུད་ནས་ཁྱེད་རྣམ་པར་ཞུ་རྒྱུར། རྒྱལ་སྤྱིའི་རང་དབང་ལྡན་པའི་སྐུ་ཚབ་ཅིག་བོད་ནང་གི་དངོས་ཡོད་གནས་སྟངས་གང་ཡིན། རྟོག་ཞིབ་གནང་བར་ཆེད་གཏོང་གནང་རྒྱུའི་རེ་འདུན་ཞུ་བཞིན་ཡོད། ཅེས་སོགས་ཀྱི་སྒྲོག་སྦྱང་གནང་ཡོད་པ་བཅས་ཡོང་ཁུངས་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ། ཀྱི་ནང་སྐྱིད་ཉམས་དང་བསྡུར་ན་སྡུག་ཉམས་བྱེད་ཀྱི་འདུག་ཕྱི་ལོ་ཉིས་སྟོང་བཅུ་གཉིས་ཟླ་དྲུག་པའི་ཚེས་ཉི་ཤུ་རྩ་བཞི་ཉིན་ཕྱི་ཕྱོགས་ཀྱི་སྲན་ལམ་ཁག་ཏུ་ཉེ་ལམ་བོད་ཨམ་མདོ་རྔ་པ་རང་སྐྱོང་ཁུལ་ཆུ་ཆེན་རྫོང་ཁོངས་ནས་ཕེབས་པའི་མཁན་པོ་ཞིག་གིས་ཁོང་གི་ཕ་ཡུལ་གྱི་གནས་སྟངས་དང་ཁོང་རང་ཉིད་ཀྱི་འདས་པའི་ལོ་ཟླའི་ནང་བོད་དོན་ཐོག་ཕྱག་ལས་ག་འདྲ་གནང་ཡོད་མེད་སྐོར་ངོ་སྤྲོད་གནང་དོན། འདི་ལོ་དུས་འཁོར་དབང་ཆེན་སྐབས། བུའི་ཨ་མདོ་རྔ་པ་ཁུལ། ཆུ་ཆེན་རྫོང། གསང་ཆེན། སྔ་འགྱུར། ཨ་ཁུ་རི་ཐུབ་བསྟན་ཉི་མའི་ཐུབ་བསྟན་ཉི་མ། ཨ་ཁུ་རི་ཐུབ་བསྟན་ཉི་ཤེས་གླིང་གི་མཁན་པོ། ཆེན་པོ་ལ་རྒྱལ་བ་རྡོ་རྗེའི་གདན་དུ་ཁོང་སྲིད་ཕྱོགས་ཀྱི་དབང་བཞི་རུ་ཕེབས་ཡོད་ཀྱང། ཁོང་ཡང་ཤུལ་དུ་རྒྱ་གཞུང་གི་ཉེན་རྟོག་པས་ཁོང་གི་ནང་མིར་སྐད་ཆ་དྲིས་པ་དང། ཆུ་ཆེན་རྫོང་གསང་ཆེན་སྔ་འགྱུར་དགོན་པ། སྔ་འགྱུར་དགོན་ལ་རྩད་གཅོད་བྱས་པ་བཅས་ལ་བརྟེན་ཕ་ཡུལ་ནས་ཁོང་ཕྱིར་བོད་དུ་ལོག་སྟེ། བོད་དུ་ལོག་ཚེ། རྒྱ་གཞུང་གིས་འཛིན་བཟུང་བྱེད་རྒྱུའི་ཉེན་ཁ་ཡོད་པས་བརྡ་ལན་འབྱོར་བ་ལྟར། ཁོང་ཕྱིར་བོད་དུ་ལོག་མ་ཐུབ་པར་རྡ་རམ་ས་ལའི་དབུས་སྣེ་ལེན་ཁང་དུ་བཞུགས་ཡོད། ཉེ་ཆར། འདི་གའི་སེང་གེ་པས་ཁོང་དང་ཐུག་འཕྲད་གནང་སྟེ། དེ་སྔ་ཕ་ཡུལ་ནས་བོད་དོན་དང་འབྲེལ་བའི་ཕྱག་ལས་ག་རེ་གནང་ཡོད་མེད་དང་ཁོང་གི་ཕ་ཡུལ་གྱི་ད་ལྟའི་གནས་སྟངས་གང་འདྲ་ཡིན་མིན་ཀུན་ལ་གླེང་མོལ་བྱས་ཡོད། མཁན་པོ་ཆོས་འཕེལ་ལགས་ཀྱིས་བརྗོད་པ་ལྟར་ན། རྒྱ་གཞུང་གིས་ཕྱི་ལོ་ཉིས་སྟོང་བརྒྱད་ཟླ་ཟིན་པའི་ནང་ཟླ་ཟིན་པའི་ཟླ་མགོར་ཨ་མཁོ་རི་དགོན་པའི་ནང་དམག་མི་དང་ཉེན་རྟོག་པ་ས་གནས་ཀྱི་ལས་བྱེད་བཅས་མི་སུམ་བརྒྱ་ཡས་མས་ཤིག་ཡོང་སྟེ་ཟླ་དྲུག་པའི་ཟླ་དྲུག་ལྷག་གི་རིང་རྒྱལ་སྤྱིའི་ཆོས་བྱེད་ཟེར་བའི་བསླབ་གསོ་སྤེལ་བ་དང་མཉམ་དུ་དགོན་པའི་འདུན་ཁང་དང་གྲྭ་ཤག་གི་སྟེང་དུ་རྒྱ་ནག་གི་རྒྱལ་དར་བསྒྲེངས་པ་དང་གོང་ས་མཆོག་ལ་ངོ་རྒོལ་དང་ཁོང་གི་སྐུ་པར་གཞུང་ལ་རྩིས་སྤྲོད་བྱེད་དགོས་པའི་བཙན་བཀའ་བཏང་སྟེ། དགོན་པའི་རྒྱུན་ལས་འདུ་སྐོང་གི་ཚོགས་འདུ་རབ་དང་རིམ་པ་ཚོགས་ཡོད་སྐོར་དང། ཡང། ཁོང་རང་གིས། བོད་དོན་དང་འབྲེལ་བའི་ཕྱག་ལས་ཕྱི་ནང་སྐོར་བརྗོད་དོན། ང་རང་གིས་ཚོགས་འདུ་རིམ་པའི་ཁྲོད་ཀྱི་བརྗོད་གཞི་དང། ལས་བྱེད་ཚོའི་བྱེད་སྟངས་ལ་མཐའ་གཅིག་ཏུ་ངོ་རྒོལ་བྱེད་པ་དང། དམག་མི་དང་ཉེན་རྟོག་མི་སྣ། ལས་བྱེད་བཅས་ཀྱིས་དགོན་གྲོང་གཉིས་ལ་གངས་ལྗོངས་གཅར་རྡུང། འཛིན་བཟུང་བྱས་པའི་གནས་ཚུལ་ཁག་ཡིག་ཐོག་ཏུ་བཀོད་དེ། ཀྲུང་དབྱང་སྲིད་གཞུང་དང་རྔ་པ་རང་སྐྱོང་ཁུལ། ཆུ་ཆེན་རྫོང་བཅས་ཀྱི་འགོ་ཁྲིད་ལ་སྔ་ཕྱིའི་ཤུལ་གཏུགས་ཡི་གེ་ཐེངས་བརྒྱད་བྲིས་ཡོད་ཀྱང་གོང་རིམ་གྱིས་ས་གནས་ལ་བཟང་ཕྱོགས་ཀྱི་རྣམ་འགྱུར་གང་ཡང་བསྟན་མ་སོང་ཞེས་བརྗོད་སོང། ད་དུང་མཁན་པོ་ཁོང་གིས་ཕྱི་ལོ་ཉིས་སྟོང་བརྒྱད་ལོའི་ཟླ་བཞི་པའི་ནང་དགོན་པའི་ནང་རྒྱ་ནག་གི་དྲག་གནོན་སྲིད་བྱུས་ལ་ངོ་རྒོལ་གྱི་མཇལ་རི་གཅིག་བྲིས་ཏེ་དགོན་པའི་གླིང་གི་རྩིག་གྱང་དང་རྒྱ་ནག་གི་རྒྱལ་དར་མགྲིན་གཟིགས་ལྕགས་སྡོང། རྒྱ་ནག་གི་ལི་ཆས་དང་དམག་མི་སྡོད་སའི་སྒོ་ངོས་ཡོངས་སུ་སྦྱར་ཏེ། བདུན་ཕྲག་གཅིག་ལྷག་རིང་བསྒོམས་པས་མདུན་ངོས་ཀྱི་རྫ་གསེབ་ཁག་ཏུ་གྲོལ་འགྱུར་སྣ་ཡོད་འདུག་པ་དང། སྐབས་དེར་རྒྱ་ནག་གཞུང་གི་དགོན་པ་དང་ཁུངས་ཀྱི་ནང་མིར་ཁུངས་རྩིས་སྤྲོད་དགོས་པའི་བཙན་བཀའ་བཏང་ཡོད་པ་མ་ཟད། འཛིན་བཟུང་དེ་ཐབས་ཤེས་འཛིན་བཟུང་གིས་ཐབས་ཤེས་རིམ་པ་བྱས་ཀྱང། ཁོང་མུ་མེད་ལུང་སྟོང་ཁ་ཏུ་ཉུལ་ཏེ། ཟླ་གཅིག་ལྷག་རིང་བཞུགས་ཡོད་ཅིང། རྗེས་སུ་དགོན་གྲོང་གཉིས་ཀྱི་ས་མི་སྲིད་གཞུང་ལ་ཕྱིར་དགོན་པར་ཡོང་འཇུག་དགོས་པའི་རེ་འདུན་ཡང་ཡང་བཏོན་མཐར། ཁོང་ཕྱིར་དགོན་ནང་དུ་ཡོང་བཅུག་ཡོད་འདུག། སྐབས་དེར། སི་ཁྲོན་ཞིང་ཆེན། སི་ཁྲོན་ཨུ་ཡོན་ལྷན་ཁང་གི་དམར་ཤོག་དྲུང་ཆེ་དང་འཐབ་ཕྱོགས་གཅིག་གྱུར་ཁང་གི་དམར་ཤོག་དྲུང་ཆེ་སོགས་མཐོ་རིམ་དཔོན་རིགས་ཁག་གཅིག་དང། ཉེན་རྟོག་པ་དང་དམག་མི་བཅས་ཀྱིས་ཚོགས་འདུ་བསྡུས་ཏེ་ཁོང་ལ། ཅི་ཕྱིར་དང་བསླབ་གསོ་བཏང་ཡོད་པ་མ་ཟད་མ་འོངས་པར་དགོན་པའི་མཐུན་ཚབ་བྱས་ཏེ་ཚོགས་འདུ་བཅར་དགོས་པ་དང་མ་འོངས་པར་མི་དམངས་ལ་ཁ་བརྡ་བསླབ་གསོ་བཏང་སྟེ་ལས་འགུལ་ནང་ཞུགས་མི་འཇུག་རྒྱུར་འགན་ལེན་བྱས་ཏེ་སྤྲུལ་སྐུའི་གོ་གནས་དང་ཐབས་དང། སྤྲོ་རྒྱུའི་ངོ་ཚར་སོགས་བརྗོད་ཡོད་འདུག། གསེར་འགྱུར་པས་ཁོང་ལ། རྒྱལ་རོང་ས་ཆར་བོད་ཀྱི་རིག་གཞུང་གི་གནས་སྟངས་ག་འདྲ་ཡོད་མེད་དྲིས་པའི་ལན་དུ། རྒྱལ་རོང་ས་ཆར་མཚོན་ན། རིག་གནས་གསར་བརྗེ་དང། བཅོས་བསྒྱུར་སྒོ་འབྱེད། བཅས་ཀྱི་ཤུགས་རྐྱེན་འོག་ད་ལྟའང། ཆུ་ཆེན་རྫོང་དང་འབར་ཁམས་རྫོང། བཙན་ལྷ་རྫོང་བཅས་རྫོང་ཁག་གསུམ་ནང་དགོན་པ་རེ་ཟུང་ལས་བོད་ཡིག་གི་བླ་སྤྲུལ་གཅིག་ཀྱང་ཡོད་པ་མ་རེད། རིག་གཞུང་དང་ཡུལ་སྲོལ་སྐད་ཡིག་ཉམས་དམས་སུ་སོང་བའི་རྒྱུ་རྐྱེན་གཙོ་བོ་འདིར། ཐུག་ཡོད་པ་རེད། ལྷག་པར་དུ། རོང་ཤོར་གྱི་ས་གནས་ཁག་གཅིག་ཏུ། ཕ་མ་དག་ལ་རང་གི་རིག་གཞུང་དང་ཡུལ་སྲོལ། སྐད་ཡིག་སོགས་ཀྱི་བག་ཆགས་དང་བསླབ་གསོ་མེད་སྟབས། དེ་དག་གི་བྱེད་པ་ཚང་མས། མི་རིགས་རང་གི་རིག་གཞུང་གི་ཕྱོགས་ནས་ཡོད་ཚད་བསླབས་ཚར་འདུག་ལ། ཁག་གཅིག་གིས་བོད་སྐད་ལས་བོད་ཡིག་རྐང་གཅིག་ཀྱང་མི་ཤེས་པའི་ཚད་དུ་སླེབས་ཡོད། དེང་སྐབས་ཀྱི་བྱིས་པ་ཚོར་རྒྱ་ཡི་བསླབ་གྲྭར་གཏོང་གི་ཡོད་ཀྱང། བསླབ་གྲྭའི་དགེ་རྒན་མང་ཆེ་བ་མགོ་ཁྲིད་ཀྱིས་གཉེན་ཉེ་དང། ཡིག་རྒྱུགས་མ་ལོན་པའི་རིགས། དམག་མིའི་ཁོངས་ནས་ཐོན་མཁན་སོགས་ཡིན་སྟབས་བསླབ་གྲྭའི་ནང་ཤེས་ཡོན་སྤེལ་ཐུབ་ཀྱི་མེད་པའི་ཁར། བྱེད་པ་རྣམས་ཕ་མའི་ཁ་ལ་མི་ཉན་མཁན་དང། སྐུ་བྱིན་མཁན། ཆང་དང་ཐ་མ་འཐེན་མཁན་སོགས་སུ་འགྱུར་བཞིན་འདུག་པ་མ་ཟད། རྒྱལ་འབྱོར་ཤོར་བ་གྱིས་ཁྲིམས་ཐོག་ཏུ་འགྲོ་དགོས་པའི་གནས་ཚུལ་ཡང་རེ་ཟུང་བྱུང་སྟབས། དགོན་པ་མང་པོ་ཞིག་གིས་བྱིས་པ་བསླབ་གྲྭར་གཏོང་མ་འདོད་པར། ཕྱུགས་གསོ་འཚོ་སྐྱོང་བྱེད་དུ་འཇུག་གི་ཡོད། ང་ཚོའི་ས་ཁུལ་དུ་བོད་རིགས་ལས་བྱེད་ཧ་ཅང་ང་ཚོའི་ས་ཁུལ་དུ་བོད་རིགས་ལས་བྱེད་ཧ་ཅང་དཀོན་པོ་རེད། རེ་ཟུང་ཡོད་པ་དག་གིས་ཀྱང། བོད་ཡིག། བོད་སྐད། མི་ཤེས་མཁན་དང། བོད་པ་ལ། ཤེས་མེད། ཤེས་མེད་མཁན་ཆགས་ཡོད། ལས་བྱེད་ཚང་མ། རྒྱ་མི་དང་དམག་ཁོངས་ནས་ཡོང་བ་རྐྱང་རེད། བོད་ཡིག་སླབ་གྲྭ། གསལ་འཛོལ་གྱི་ཐད་ནས། རྒྱ་རོང་ས་ཆའི། འཐུས་མི་ཚོགས་ཆེན་དུ་བཅར་མཁན་ཚོར་རེ་སྐུལ་ཐང་མང་ཞུས་ཀྱང། རྫོང་དཔོན་གྱིས་བོད་ཡིག་སློབ་གྲྭ་གསར་འཛུགས་ཀྱི་བསམ་འཆར་འདོན་མི་ཆོག་ཚུལ་དང། དེ་གོང་རིམ་གྱི་བཀའ་ཡིན་ཚུལ་བཤད་དེ་ད་ལྟའི་བར་བསྐྱར་དུ་གླེང་མཁན་བྱུང་ཡོད་པ་མ་རེད་ཅེས་སོགས་ཀྱི་དཀའ་ངལ་བརྗོད་སོང། མཐར་ཁོང་གིས་བོད་ནང་རང་ལུས་མེར་བསྲེགས་བཏང་བའི་གནས་ཚུལ་སྐོར། ཕྱི་ཕྱོགས་ཀྱི་གསལ་ལམ། གསལ་འགྱུར། བརྒྱུད་ལམ་དེས་གོ་ཡོང་སྐབས། བོད་མི་མང་ཆེ་བས་སོ་སོའི་སོ་སོའི་ནང་ནས་མཆོད་མེ་འཇོག་པ་དང་མ་ནི་འདོན་པ་སོགས་བྱས་ཏེ། བུད་མེད་ཚང་མ་སྐྱིད་ན་སྐྱིད་སྙམ་དང་སྡུག་ན་སྡུག་སྙམ་གྱིས། བསམ་པ། སྟོན་གྱི་འདུག། རྒྱ་གཞུང་གིས་ག་འདྲ་ཞིག་བྱས་ཀྱང། རྒྱ་གར་དུ་ཡོད་པའི་རྒྱལ་བ་རིན་པོ་ཆེ་དང། བོད་གཞུང་གི་ངོས་ནས་གཅིག་གནང་གི་རེད་སྙམ་པའི་རེ་བ་དང་ཡིད་ཆེས་ཆེན་པོ་གནང་བསྡད་འདུག་ཅེས། སོགས་བརྗོད་སོང།